ཨ་ནེ་སྟོན་པས་མཛད་པ་བཅུ་གཉིས་ཀྱི་སྒང་ལ་དཔལ་དབྱིངས་གཡུ་རུ་བ། ཧོ་ཏི་ཆེ་བསྟོད་དོན་གསོ་བཅུད་བཏབ་སྟེ་བོ་དང་ལི་ལྷ་བོ་གི་སྒོ་ནས། ཡོད་ཧ་གོ་ཏི་བའི་ཆེ་བསྟོད་རུ་བ། མཛད་པ་བཅུ་གཉིས་ཀྱི་སྐོར་ལ་འདུག་བྱེད་ནི་ལབ་ཙེ་བཅུ་ལ་ཡ་ཡིན། ཐོག་མ་དེ་ལ་དེ་དང། དེ་ནས། ད་དེ་ཡང། སྤྱི་བཏང་གིས་ང་ཚོ་གར་འཚོགས་ལ་ད་མཛད་པ་བཅུ་གཉིས་ཀྱི་སྐོར་ལ། ད་གྲ་བགྱི་བོ་ཅིག་ཞུ་ཡིན་པས་ན་དཔེ་མ་སྲིད་པའི་གྲ་བགྱི་བོ་ཟེར་སོ་ཞེས་ཡོད་བསྡད་པ་ཅིག་ཟེར་བ། ངོ་ཡི་གནས་ཚིག་གི་སྟེང་ནས་ཧང་སང་ཡག་གི་ཅིག་གར་འཚོགས་ལ་ད། ཁོང་གི་མཛད་པ་ཁྲི་ལེ་ཟེར་ན་རེད་ཨོ་དེ་འདྲི་སྟེ།

ཟེར་བ། སྟག་གི་རྩ་བ་རྐྱང་འཕེན་བྱེད་ན་ཨ་ལས་སྟོན་པ་ལ་ན་ག་རེ་ཡིན་ན་བསམ་དགོས་པ། དེ་བྱེད་དུས་ཨ་ནི་སྟོན་པ་ལ་བས་ན་བདག་ཅག་གི་སྟོན་པ་ཤ་ཇེ་ཐུབ་པ། དེ་མཚན་ཆ་སོང་མོད་བས་ན་ཤ་ཇེ་ཐུབ་པ་ཕྱིར་རོ། ད་ནི་ཁོང་ཡིན་པས་ན་ཡང་ཁ་ཤས་ཀྱིས་ཨ་ནི་དོ་བྱེད་ནི་ད་ཤ་ཇེ་ཐུབ་པ་ལ་ཡིན་ཏེ་ཨ་ནི་ག་བ་ནས་ཡིན་ན་མི་ཡིན་ན་ལྷ་ཡིན་ན

མཛེས་པ་ལ་ཡ་དེ་ཡ་ནི་ཇེ་ཐང་གི་ཚུགས་ཁ་ཐུག་ཞུས་པས་ན་བྱས་པ་ལ་གོ་ན་འགྲོ་གི་རེད། དེ་གཅིག་གཅིག། གཉིས་པ་དེ་ལ་ད་མཛེས་པ་སྤྱི་ཐང་གི་མཐའ་ཡས་པ་དང་མང་པོ་ཅིག་ཡོད་རེད་ད་དེའི་ནང་ལོགས་ནས་བཅུ་གཉིས་ཅིག་དམུ་གསལ་གི་རྒྱུན་ལྡན་ང་ཚོ་ནང་ཆོས་ནང་ལོགས་ནས་ཨ་ནུ་འཛམ་བུ་གླིང་དེའི་དབང་དུ་བྱས་པའི་མཆོག་གི་སྤྲུལ་སྐུ་ལ་ཡ་དེ་ག་འདྲ་ཅིག་ལ་ངོས་འཛིན་བྱེད་གི་རེད་ལབ་ཡོང་དུས། མཆོག་གི་སྤྲུལ་སྐུ་ལ་ཡོད་དེ། གླིང་དེ་དང་དེ་གའི་དབང་དུ་བྱས་པའི་མཛད་པ་བཅུ་གཉིས་ཀྱི་སྟོན་ཚང་མཁན། མཛད་པ་བཅུ་གཉིས་སྟོན་མཁན་གྱི་སྤྲུལ་སྐུ་བཅུ་ལ་དང་མཆོག་ཏུ་མཆོག་གི་སྤྲུལ་སྐུ་ལ་ཡོད་དེ། དེ་འདྲའི་བཅུ་ལ་བཞག་གོ་རེད་ཟེར་ནས། ད་གཞུང་ལུགས་སྨྲ་བ་དེ་གས་དེ་གས་ཨ་ནི་བཅུ། ཚེས་འགྲོ་མ་སོང་ན་དེ་འདྲ་བཅུ་བཞག་གི་ཡོད་རེད་བ། འོ་དེའི་ཆེད་དུ། ཨ་ནི་མཆོག་གི་སྤྲུལ་སྐུ་ལ་ཡོད་དེ་ལ་ཨ་ནི་མཛད་པ་བཅུ་གཉིས།

ཨ་ནི་གང་ཟག་གང་ལ་རེ་བ་ཨ་ནི་བཅུདཔྟོན་ཡང་ཡོད་སྐབས་སུ་བབ་པ་དང་རྒུད་པ་ཡོད་པའི་སྐབས་སུ་ཨ་ནི་དེ་དང་མཐུན་པའི་དེ་ལ་བཏོན་ནས་ཨ་ནི་གསང་བ་སྟོན་པ་དེ་འདྲ་ཅིག་ད་མཛད་པ། ཞུ་བ། འོ་དེ་དེ་འདྲ་ཅིག་བྱེད་དེ་བྱེད་དུས་དག་ངེས་ཤིག། མང་པོ་ཞིག་མ་གོ་བ་བྱས་ནས་མཛད་པ་བཅུ་གཉིས་ཏེ། དཔལ་མདོ་དུར་ཁྲོད་དུ་སྟབས་བདེ་བོ་དག་ཅིག་རྣམ་པ་ཚོགས་ཀྱིས་ཨ་ལེ་ཨ་ལེ་ཨ་ལེ་འདི་འདྲའི་རེ་དོ་བ་བསམ་བསམ། བ་དེ་འདྲ་ཅིག་བཏོན་ཡང་གི་བྱ་ཞིག།

རྩ་གང་རུང་བ། མེའི་ཡུལ་ལ་སྐྱེ་བ་བཞི་ཡང་དུ། ལྷུམས་སུ་གྱུར་པའི་མཛད་པ་དང་བསྟན་དུ་འོང་མོ། ཡང་ན་ཨ་མ་འདིའི་ལྷུམས་སུ་གྱུར་པ་རེད། ད་དེ་འདྲ་ཡིན་ན་ཁོང་གི་ཨ་མ་གི་མཚན་ལ་ག་རེ་རེད་མིང་ལ་ག་རེ་རེད་བ། བྱེད་དུས།

ད་ང་ཚོ་སྐུ་བལྟམས་པ་ལ་བས་ན་ཞེ་ཚུགས་བཟོ་འགྲོ་ཡང་ན་ཞེ་ས་བཟོ་འགྲོ་དུ་ཆགས་ཡོད་རོ། དེ་ལས་རྗེས་འདྲེན་གྱི་དུས་སྐད་ཅིག་བཤད་སྟངས་བྱས་པས་ན་སྐུ་བལྟམས་པ་ཡང་ན་སྐྱེ་བ་ཞེས་པ། ཁོང་རུས་སྐུ་འཁྲུངས་པ་ད་ལྟའི་དེང་སང་ཡིན་ན་དེ་བེད་སྤྱོད་དཔེ་ཤུགས་ཆེན་པོ་གཏོང་གི་རེད་བ་ང་ཚོས།

མེ་ཏོག་འདོན་བྱེད་དུ་བ། དེ་བྱེད་དུས་འཇིན་རྟེན་གྱི་དུས་བདག་ཅག་སྟོན་པ་ལ། སྔགས་སོགས་བསྟོད་པ་དེ་འབྲེལ་གྱི་ནང་ལུང། གང་ཚེ་རྐང་གཉིས་གཙོ་བོ་ཁྱོད་དང་འཚེ། ས་ཆེན་འདི་ལ་གང་བར་དོན་པོ་ནི། ང་ནི་འཇིག་རྟེན་འདི་ན་ཕྱོགས་ཀྱིས་གྲགས། དེ་ཚེ་མཁས་པ་ཁྱོད་ལ་ཕྱག་འཚལ་ལོ། ཟེར་ནས། ཀྱི་དང་པོ་མི་ཡི་ཡུལ་དུ་རྐང་གཉིས་ཀྱི་ཡད་དུ་འདུག་ཅེས་པ་དང་ལམ་སོང།

མཁས་པའི་མཛད་པ་བསྟན་པ་དང། ཡང་སྒོས་སུ་ཡེ་རུབ་རྒྱལ་ཚ་ཡི་གེ་གི་རིགས་དང་དེ་འབྲེལ་གྱི་སྒྱུ་རྩལ་གྱི་སྟངས་ལ་ཧ་ཅང་གི་མཁས་པའི་མཛད་པ་དུ་བསྟན་པ་རེད། དེའི་བསྟན་ཡང་དེའང་གཙོ་བོ་སྟེ། ད་ལྟ་བར་གྱི་མི་མང་པོ་ཆོས་ཕྲ་དོག་དང་འགྲན་སེམས་དང་ང་རྒྱལ་དར་བ། ཨ་ནི་དེ་འབྲེལ་གྱི་འཇིག་རྟེན་འདིའི་ནང་ལ་ཧ་ལམ་མ་སོང་ན་ང་མ་གཏོགས་མེད་བསམ་པ་དང་ངའི་སྒང་ལ་ཡོད་མ་རེད་མེད་བསམ་ཡོད་ཀྱི་ང་རྒྱལ་དང་ཁེངས་དྲེགས་དེ་ཚོ

རྣམ་དཔྱོད་དང་རྩལ་ཡོད་དད་པ། ཨ་ལས་ནང་མི་གི་ཆ་ནས་ཡིན་ན་སྐབས་དེ་དུས་ཀྱི་ཤག་སྐྱིད་ཀྱི་རུ་སྐྱིད་དང། རྒྱ་བོད་ཀྱི་སྲིད། དེ་ནས་ནོར་ལོངས་སྤྱོད་དུ་སོང་ཡིན་ན་རྣམ་སྲས་ཀྱི་བང་མཛོད་ནང་ཞེན་ཞིག་དེ་འདྲའི་རྒྱུ་ཆེན་པོ། སོ་སོ་ཡིན་པས་ན་ད་སྐྱིད་མི་ཡོད་བསྡད་མཁན་དེ་འདྲའི་གི་རྣམ་པ་མཛེས་པ་ཅིག་ཡོད་རེད་དེ་ཡིན་ན་ཡང་དོན་ཚོ་བཞག་ནས་དོན་ཚོ་བློས་བཏང་ནས་ད་དེ་འདྲའི་གི་འཇུ་བསྟེན་ཁོ་བོས་ཀྱི་བྱ་བ་ལ་ཡོད་དོན་སྙིང་པོ་མེད་པ་ཅིག། ཧ་གོ་ཡག་གི་ཆེད་དུ་རེད་བ། ཨ་ནི་ང་ཚོ་འཇིག་རྟེན་གྱི་ཏཱ་མི་ཕུན་ཚོགས་ཀྱི་མ་འོངས་ཆེ་ཤོས་དེ་སོ་སོ་གི་ནོར་ལོངས་སྤྱོད་དང་ཁྱིམ་གཞིས་དང་ད་སོ་བློས་གཏོང་མ་ཐུབ་ནས་ལྷག་ཏུ་ཡོད་དུས། སྟབས་དེ་ཚོ་ལ་ཅིག་གར་ཚོར་བ་དང། ཡ་འཁྲུལ་ཡ་དང། ག་རེ་གལ་ཆེན་པོ་ཡིན་པ་དང་ག་རེ་རྩ་ཆེན་པོ་ཡིན་པ་དང་ད་ཚོ་ཧ་གོ་ཡག་གི་ཆེད་དུ

ད་ནི་ལོ་དྲུག་གི་གི་རིང་ལ་ཨ་ནི་ནི་འབྲུ་ཙམ་གྱི་གི་ཨ་ནི་འཚོ་བ་ངན་ངན་ཙམ་ལ་བརྟེན་ནས་ཨ་ནི་ལོ་དྲུག་གི་རིང་ལ་དཀའ་བ་སྤྱད་པ་རེད། ཟེར། དཀའ་བ་སྤྱད་པའི་མཛད་པ། མ་ཡ། ད་ལྟའི་བར་ལ། མ་ཡ། བྱང་ཆུབ་སྙིང་པོ་ཤེས་པའི་མཛད་པ་ལབ་ཡིན་ན།

བ་དེ་འདྲའི་ཆེད་ད་ཐ་མ་དུ་མ་སོང་ན་ཨ་ནི་མྱ་ངན་ལས་འདས་པའི་མཛད་པ་ད་དུ་ཨ་ནི་སྐུ་མྱ་ངན་ལས་འདས་པ་ཡང་ན་སྐུ་གྲོང་བ་འོ་འདི་གི་མཛད་པ་དེ་ལྟར་བྱས་ན་བསྟན་པ་རེད།

འདི་ག་རེ་རེ་ལ་ཡོང་དོན་གཙོ་བོ་དེར་བ། ད་ང་ཚོ་ཤེས་རབ་ཀྱི་སྡིག་བཤགས་ལ་ན་རེ་ང་རང་ཚོ་གི་དེ་སོ་སོ་གི་དཀའ་ལས་བརྒྱབ་ནས་སྒམ་ཉམས་ལེན་བྱེད་པ་ཡིན་པས་ན། ཏན་ཏན་ང་ནི་དེ་འདྲ་ཅིག་ཐུབ་ཡས་ཡོད་རེད་ད། དེ་འདྲ་ཅིག་ཡོང་ཡས་ཡོད་རེད་ད།

ད་དེ་ཚོ་དང་གི་མཛད་པ་བཅུ་གཉིས་ཏེ་དང་གི་པར་རིས་ཀྱི་སྒོ་ནས་མིང་ཙམ་གྱི་སྒོ་ནས་སྟོན་པ་རེད། ད་དེ་རེ་རེ་བཞིན་དུ་ཡིག་ཡིག་གི་ལམ་ནས་མིང་བདམས་པ་ཚོར་རྟོག་ཚང་མཁྱེན་རྟོགས་པོ་བྱེད་དུ་བཅུག་ལོག་ན་བསམ་སོང་བ་ཐ་མ་དེ་ལ། སྟོན་པ་ཕྱག་རྒྱ་ཐུབ་པས་མཛད་པ་བཅུ་གཉིས་ཀྱི་སྒོ་ནས་སེམས་ཅན་གྱི་དོན་མཐའ་ཡས་པ་མཛད་ཡོད་ལ། སངས་རྒྱས་ཀྱི་མཛད་པ་བཅུ་གཉིས་ནི། བདག་ཅག་གི་སྟོན་པ་ཕྱག་རྒྱ་ཐུབ་པ།

བྱེ་བ། ཡིག་རིགས་དང་སྦྱིན་རྩ་སོགས་བཟོ་བོའི་གནས་ལ་མཁས་པ་སྟོན་པའི་མཛད་པ། ཡིག་རིགས་དང་སྦྱིན་རྩ་སོགས་ལ་དོ་བ། དེ་ལ་དོན། ཨ་ནུ་བཟོ་བོའི་གནས་ལ་མཁས་པའི་མཛད་པ། ཨ་ཡ་དེ། ལྔ་བ། རྒྱལ་པོའི་ཁབ་ཏུ་བཙུན་མོའི་འཁོར་དུ་རོལ་བའི་མཛད་པ། ཨ་དོན། བཙུན་མོའི་འཁོར་དུ་རོལ་བའི་མཛད་པ། ཟན་དང་གེ། ཞུ་བ་ནང་གཡས་བཅས། དྲུག་པ། དགུང་ལོ་ཉེར་དགུ་ལ་མཆོད་རྟེན་རྣམ་དག་བགྲང་སྟེ་རབ་ཏུ་བྱུང་བའི་མཛད་པ། ད་དུ་ལོ་ཉི་ཤུ་རྩ་དགུ་གི་ཐོག་ལ་ནི་མཆོད་རྟེན་རྣམ་དག་བགྲང་སྟེ་ཉིན་ནས་ཉིན་རབ་ཏུ་བྱུང་བར་མཛད་པ་ཕྱག་འཚལ་ལོ། གསང་བ་ནང་བཞིན་གྱི་ནི་དགུང་ལོ་ཉེར་དགུ་ལ་མཆོད་རྟེན་རྣམ་དག་གི་གྲོང་ལ་རབ་ཏུ་བྱུང་བ། བདུན་པ། ཆུ་བོ་ནེ་ར་བརྒྱབ་ནས་འགྲམ་དུ་ལོ་དྲུག་རིང་ཀ་བ་བསྐྱེད་པའི་མཛད་པ་ལ་བསྡུ། ད་གིན་ཀ་བ་བསྐྱེད་ས་ཀྱི་མདུན་ལ་ཆོས་ཅིག་བབས་ཏེ་དེའི་མིང་ལ་ཆུ་བོ་ནེ་ར་བརྒྱབ་ན། འོ་དེའི་འགྲམ་དུ་ཨ་ནི་ལོ་དྲུག་རིང་ཀ་བ་བསྐྱེད་པ་རེད། དགོང་ལོ་སོ་ལྔ་ལ་རྡོ་རྗེ་གདན་གྱི་བྱང་ཆུབ་ཆེན་དྲུང་དུ་བྱང་ཆུབ་ཀྱི་ལམ་གང་བ་དབང་བྱང་ཆུབ་ཀྱི་སྙིང་པོ་ཤིས་པའི་མཛད་པ། མཛད་པ་བྱེད་པ་དེ་བྱེད། བདུད་བདུད་དུ་ཅན་སོགས་བཏུ་བ་མཛད་པའི་བདུད་བཏུལ་བའི་མཛད་པ་ད་དུ་ཨ་ནི་བདུད་ལ་སོགས་པར་བ་དང་མདོར་ན་ཨ་ནི་ཅི་བྱང་ཆུབ་ཀྱི་ལམ་དང་པོ་ལ་བར་དུ་གཅོད་པའི་ཨ་ནི་ཅི་བར་གཅོད་བྱེད་ཀྱི་ཐེག་ཆེན་དེ་ནི་བྱམས་དང་སྙིང་རྗེ་ཀྱི་སྒོ་ནས་ཨ་ནི་བཏུ་བ་མཛད་པའི་མཛད་པ། བཅུ་བ། ས་ག་ཟླ་པའི་ཚེས་བཅོ་ལྔའི་ཐོ་རངས་ལ་སངས་རྒྱས་པའི་མཛད་པ། བཅུ་བཅུ། ཡུལ་བ་ར་ན་སུར་ཁོང་མངའ་སྡེ་བཟང་པོ་ལ་ཆུ་མགོ་བསྐོར་བའི་མཛད་པ། ད་དོན། ཆུ་མགོ་བསྐོར་བའི་མཛད་པ་དེ་སྟོན་ས་ས་སྐྱ་སྟེ་བ་ར་ན་སི། འཁོར་དེ་ཁོང་མངའ་སྡེ་བཟང་པོ། གཙོ་བྱས་པའི། བཅུ་གཉིས་བདག་ཅག་གི་སྟོན་པ་དགུང་ལོ་བརྒྱད་བཅུའི་ཆ་བཅུ་ལ། རྩྭ་མཆོག་གྲོང་དུ་བཀོད་མྱ་ངན་ལས་འདས་པའི་མཛད་པ་བྱས་ཡིན། མཐའ་མ་བཀོད་མྱ་ངན་ལས་འདས་པའི་མཛད་པ་དུ་བྱས་ནས་སྟོན་པ་རེད། ལྟ་དེ་ཚོ་རྣམ་པ་ཚོ་ལ་བཅོས་སྟབས་བདེ་བོ་དང་བཅོས་གཞི་མང་པོ་མེད་པའི་སྒང་ནས་དུ་བྱས་ནས་བཅོས་ཞུས་ཡོད་རེད་བ། འོ་དེ་བྱེད་དུས་མཛད་པ་བཅུ་གཉིས་དེ་ཏོག་ཙམ།